ཨཱ་ནི། དེ་ལ་ངག་དེ་འདྲའི་མཚན་མ་དེ་འདྲའི་ཡོང་གི་འདུག་ཕལ་ཆེར་ངས་ལོ་བརྒྱ་དང་བཅུ་ཚོད་སྡོད་ཡ་གཅིག་གིས་དེ་འདྲའི་ཞིག་གི་མཚན་མ་གཅིག་ཡོང་བསྡད་ཀྱི་འདུག་ས་དེ་འདྲའི་ཡིན་དུས་ད་ནི་གང་ལྟར་ཡིན་ནི། བསྟན་པ་དང་འགྲོ་བའི་དོན་ལ། ད་ལྟ་ཕན་ཆད་ཡིན། སྨིན་གདུང་ལག་ཟིན་གྱིས་ངས་བསྟན་པ་དང་འགྲོ་བའི་དོན་བྱས་ཡོད་རེད། ད་དུང་འབྱུང་འགྱུར་ལོ་ཉི་ཤུ་སྐོར་མུ་མཐུད་ནས་ངས་དེ་བསྟན་པ་དང་འགྲོ་བའི་དོན་བྱེད་ཡ་ཅི་རེད། གང་ལྟར་ཕྱི་ནང་གི་རྟེན་འབྲེལ་འཛོམས་ཀྱི་ཡོད་པའི་སོར་ཞིག་འདུག་ཨེ་ནི་གཙོ་ཆེ། ང་རང་ཚོ་ཚང་མ་ལོག་གི། ཅེས་ཀྱི། ཕྱི་མཆོད་པའི་གཟུགས་སུ་སྣང་བ། ནང་ཉོན་མོངས་དུག་གསུམ་གྱི་གཞན་དབང་ལ་བཏང་ནས་སྣང་ལ་མ་ངེས་པ་ཟེར་ཡ་དེ་འདྲའི་བྱེད་རྒྱུ་ཡང་མ་རེད། ང་རང་ཚོ་དངོས་གནས་དྲང་གནས་ཀྱི་ཆོས་དད་པ་ཡོད་པ་ནང་བཞིན་ཅིག་གི་ནང་བསམ་བློའི་ཐོག་ནས་ཡིན་ན་ཡང་སེམས་པ་བཟང་པོ་བྱས། ཀུན་ལ་ཕན་སེམས་བྱས། ཅིག་གི་གནག་སེམས་གནོད་སེམས་ཟེར་ཡག་དེ་འདྲའི་གི་བསམ་བློ་དེ་དོར་བྱ་བྱས། དེ་འདྲས་མ་བྱས་པ་བྱས། དངོས་གནས་ལྷག་བསམ་རྣམ་དག་གིས།

སྟོང་ཉིད་ཀྱི་ལྟ་བ་སྒོམ་ཡ་དེ་གྱིས་དེ་ཉེ་རིང་ཕྱིན་དྲུག་ངས་ཆགས་མེད་བྱས་ནས་སྒོམ་བསྡད་ཀྱི་ཡོད། ད་དེ་འདྲ་ཡིན་དུས་ཚར་ནས་ཁྱེད་རང་ཚོས་དེ་དེ་བཞིན་ཉེ་རིང་བཞིན་དུ་བྱང་ཆུབ་ཀྱི་སེམས་ཨེ་ནི་སྟོང་ཉིད་ཀྱི་ལྟ་བ་ག་ཚད་ཐོབ་འདུག་གིས་ཁྱང་ཚོས་ཉེ་རིང་བཞིན་དུ།

ང་རང་ཚོའི་ནམ་རྒྱུན་རྟག་པར་འདོན་དེ་གའི་སངས་རྒྱས་ཆོས་ཚོགས་རྣམས་ནང་གི་སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་བྱས་ནས་ཨེ་ནི་ཨོ། རྒྱུ་སྐྱབས་ལ་ཡ་སོགས་བཏབ་ཡ། བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་ཟེར་ཏེ་རང་གི་ཐོབ་སྦྱོར་བརྒྱུད་པའི་སངས་རྒྱས་ཀྱི་གོ་འཕང་འདི་མངོན་དུ་བྱེད་པར་ཡོང་བར་ཤོག་ཟེར་ས་ནས་འབྲས་སྐྱིབས་ལ་སོགས་བ་བསྟོད་པ་བྱ་གི་ཡོད་རེད། གང་ལྟར་ང་རང་ཚོས་ཉིན་རེ་བཞིན་དུ་ཆོས་ཟེར་ངེས་དེ་ཁ་ཙམ་ཚིག་ཙམ་ཞིག་མ་རེད། གཅིག་སོ་སོའི་སྒོ་སྲུང་གི་སྤྱོད་པ་དེ་ཆོས་ནས་བཤད་པ་ནང་བཞིན་གཅིག་གིས་ཡག་འོ་ཞེས་ལག་ལེན་བཀལ་ནས་བཞུགས་ན་སོ་སོའི་ཡ་སེམས་སྐྱིད་པ་ལུས་བདེ་བ། ཨེ་ནི་ཀུན་དང་མཛའ་བ། དངོས་ཤུགས་བརྒྱུད་གསུམ་ནས་གཞན་ལ་ཕན་ཐོགས་བྱེད་ཐུ་ཡག་ཅིག་ཡོང་ཡག་རེད། ཨེ་ནས་ཚང་མས་ཧུར་ཐག་གནང་ཞོག་ཨེ་ནི་ད་རེ་སྟེ་ཉིན་ཤས་ཀྱི་རིང་ལ་དེ་ཆོས་འབྲེལ་བྱེད་ཡག་ད་དེ་འདྲའི་སྐབས་ལ་ཡ་ད་ག་ཨ་ད་ས་གནས་ཀྱི་གཞུང་གི་གཅིག་གི་ལས་བྱེད་པ་གཙོ་ཡིན་ནས་པས་ཧུར་ཐག་གནང་བྱས་བཀའ་དྲིན་ཆེན་པོ་བྱས་སོ་ཐུགས་རྗེ་ཆེ་ཞེས་པ་ཡིན་ཨེ་ནི་ཁྱེད་རང་ཚོ་མི་མང་ཚོ་ཆ་བཞག་ནས་པས་དད་པ།

ཨེ་ནི་ཚང་མ་ལ་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན། ཡང་ཨ་ད་དམིགས་བསལ་ཞུ་ཡ་གལ་མི་འདུག་ཅིག་དད་པ་དང་དམ་ཚིག་གཡོ་བ་མེད་པ་བྱེད་རེད། སློབ་མའི་དད་པ་དང་དམ་ཚིག་ཇི་ཙམ་ཕུད་ཀྱི་སྟོབས་ཆེ་བའི་ཚོད་ཀྱིས་བླ་མའི་ཚེ་རིང་པོ་གནས་ཡག་ཅིག་ཁོ་ད་རྟེན་འབྲེལ་གྱི་ཆོས་ཉིད་རེད་ཨན་ད་རི་དེ་བཀའ་ཆོས་བྱེད་ཡག་ད་ཨན་ནི་རྒྱ་དམག་བྱེད་ཡག་དེ་ཚོའི་ཐོག་ནས་ཁྱང་ཚོ་མི་མང་ཚོ་སྔོན་ན་དྲང་གནས་ཀྱི་པའི་རྩེ་གཅིག་པའི་དད་པ་དང་དམ་ཚིག་གཡོ་བ་མེད་པ་བྱས་རེད་དེ་འདྲ་ཡིན་པ་ཡིན་དུས་ཚང་ནས་དེའི་མཐུ་ལས། བླ་མའི་ཚེ་རིང་པོ་གནས་ཡ་ཅིག་ཡིན། ཨེ་ནི། དེ་ལ་ང་དེ་འདྲའི་མཚན་མ་དེ་འདྲའི་ཡོང་གི་འདུག་ཕལ་ཆེར་ངས་ལོ་བརྒྱ་དང་བཅུ་ཚོ་སྡོད་ཡ་ཅིག་གིས་དེ་འདྲའི་ཅིག་གི་མཚན་མ་ཅིག་ཡོང་བསྡད་ཀྱི་འདུག་ས་དེ་འདྲའི་ཡིན་དུས་ད་ནི་གང་ལྟར་ཡིན་ནི། བསྟན་པ་དང་འགྲོ་བའི་དོན་ལ། ད་ལྟ་ཕན་ཆད་ཡིན། སྨིན་གཏོང་ལག་ཟིན་གྱིས་ངས་བསྟན་པ་དང་འགྲོ་བའི་དོན་བྱས་ཡོད་རེད། ད་དུང་འབྱུང་འགྱུར་ལོ་ཉི་ཤུ་སྐོར་མུ་མཐུད་ནས་ངས་དེ་བསྟན་པ་དང་འགྲོ་བའི་དོན་བྱེད་ཡག་ཅིག་ཡིན། གང་ལྟར་ཕྱི་ནང་གི་རྟེན་འབྲེལ་འཛོམས་ཀྱི་ཡོད་པའི་སོར་བཞི་འདུག། ཨེ་ནི་གཙོ་ཆེ། ང་རང་ཚོ་ཚང་མ་ལོག་གི། ཅེས་ཀྱི། ཕྱི་མཆོད་པའི་གཟུགས་སུ་སྣང་བ། ནང་ཉོན་མོངས་དུག་གསུམ་གྱི་གཞན་དབང་ལ་བཏང་ནས་སྣང་ལ་མ་ངེས་པ་ཟེར་ཡ་དེ་འདྲའི་བྱེད་རྒྱུ་ཡང་མ་རེད། ང་རང་ཚོ་དངོས་གནས་དྲང་གནས་ཀྱི་ཆོས་དད་པ་ཡོད་པ་ནང་བཞིན་ཅིག་གི་ནང་བསམ་བློའི་ཐོག་ནས་ཡིན་ན་ཡང་སེམས་པ་བཟང་པོ་བྱས། ཀུན་ལ་ཕན་སེམས་བྱས། ཅིག་གི་གནག་སེམས་གནོད་སེམས་ཟེར་བ་དེ་འདྲའི་གི་བསམ་བློ་དེ་དོར་བྱ་བྱས། དེ་འདྲས་མ་བྱས་པ་བྱས། དངོས་གནས་ལྷག་བསམ་རྣམ་དག་གིས།

ཅིས་མིན་གྱི་མྱོང་བ་སྐྱེ་ཐུ་ཡག་ཅེས་དང་དེ་བྱུང་ན་ཨེ་ནི། རིམ་པས་ཀྱི་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་དུ་སེམས་ནས་མི་སློབ་ལམ་གྱི་ཨེ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་ཐུ་ཡག་ཅེས་ཀྱི།

བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་ཟེར་ཏེ་རང་གི་ཐོབ་སྦྱོར་བརྒྱུད་པས་སངས་རྒྱས་ཀྱི་གོ་འཕང་འདི་མངོན་དུ་བྱེད་པར་ཡོང་བར་ཤོག་ཟེར་ས་ནས་འབྲས་སྐྱིབས་ལ་སོགས་བ་བསྟོད་པ་ཆགས་ཀྱི་ཡོད་རེད། གང་ལྟར་ང་རང་ཚོས་ཉིན་རེ་བཞིན་དུ་ཆོས་ཟེར་ངེས་དེ་ཁ་ཙམ་ཚིག་ཙམ་ཞིག་མ་རེད། གཅིག་སོ་སོའི་སྒོ་སྲུང་གི་སྤྱོད་པ་དེ་ཆོས་ནས་བཤད་པ་ནང་བཞིན་གཅིག་གིས་ཡག་འོ་ཞེས་ལག་ལེན་བཀལ་ནས་བཞུགས་ན་སོ་སོའི་ཡ་སེམས་སྐྱིད་པ་ལུས་བདེ་བ། ཨེ་ནི་ཀུན་དང་མཛའ་བ། དངོས་ཤུགས་བརྒྱུད་གསུམ་ནས་གཞན་ལ་ཕན་ཐོགས་བྱེད་ཐུ་ཡག་ཅིག་ཡོང་ཡག་རེད། ཨེ་ན་ཚང་མས་ཧུར་ཐག་གནང་ཞོག་ཨེ་ན་ད་རེ་སྟེ་ཉིན་ཤས་ཀྱི་རིང་ལ་དེ་ཆོས་འབྲེལ་བྱེད་ཡག་ད་དེ་འདྲའི་སྐབས་ལ་ཡ་ད་ག་ཨ་ད་ས་གནས་ཀྱི་གཞུང་གི་གཅིག་གི་ལས་བྱེད་པ་གཙོ་ཡིན་ནས་པས་ཧུར་ཐག་གནང་བྱས་བཀའ་དྲིན་ཆེན་པོ་བྱས་སོ་ཐུགས་རྗེ་ཆེ་ཞུ་གི་ཡིན་ཨེ་ན་ཁྱེད་རང་ཚོ་མི་མང་ཚོ་ཆ་བཞག་ནས་པས་དད་པ་བའི་གཡོ་བ་མེད་པ་ཅིག་འདུག་ནམ་རྒྱུན་བསྟན་བྱས་རེད་ཨེ་དེ་ང་རེད་པའི་སེམས་ཤུགས་ཡག་ཕར་བྱས་ད་འབྱུང་འགྱུར་ལོ་མང་པོ་ཅིག་རིང་ལ་ང་ཆ་ཆེན་བྱས་ཡག་ཚ་ཡོད་ཀྱི་བཟོ་རོ་བྱས་ད་ང་དེ་ལ་དག་ལ་ཡང་ཡོང་ཐུ་ཡག་བྱེད་ཀྱི། ང་དེ་བསམ་བློ་གཏང་གི་ཡིན། ཨེ་ནི་ང་རང་ཚོ་ཚང་མ་ལ་ཡང་བསྐྱར་ཐུག་ཆོག་གི་རེད། ཨེ་ནི་ཚང་མ་ལ་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན།